བོད་ཡིག་གིས་བཤད་ན་ཆོས་ལུགས་མི་འགལ་ཕྱིར་འཇིག་རྟེན་བྱ་བ་ཀུན་ནས་ལོག་སྒྲུབ་པ། དམ་པ་རྣལ་འབྱོར་སྤྱོད་ཚུལ་ཅི་འདྲ་ཞིག་བཤད་པ་འདི་ནི་ལོག་བཤད་རིན་ཆེན་གཏེར།

གཟུང་རེ་ལ་འབྲེལ་བའི་ཐད་དུ་ཟེར་འབྲེལ་གྱི་ཚིག་འགའ་ཞིག་ན་རང་རིག་དོན་སྟོན་པ་ལ་མཚོན་ན་དཔེ་བཞི་དཔེ་ཆ་ལ་ཅི་ལྟར་བལྟ་རྒྱུ་འདི་ཕྱོགས་ནས་གཙོ་བོ་ཡིན། འདིའི་ཕྱོགས་ཀྱི་ཁ་བརྡ་ཞིག་བྱས་ན་དང་བོ་སྔོན་དུ་འགྲོ་བའི་ཀུན་སློང་དུ་གྱུར་རྗེས་ཡི་གཟུང་རེ་ལ་འཇལ་བའམ་དཔེ་ཆ་ནི་གང་འཇལ་ན་འཇལ་ཡི་མ་འཇལ་གོང་གི་ཡར་སྔོན་ན་རང་གི་བསམ་པའི་ཀུན་སློང་རྣམ་པར་རྟོག་པ་གི་རྒྱ་སྒོ་ནས་བརྒྱད་ལས། ཡོན་ཏན་ཐམས་ཅད་ཀྱི་རྩ་བའམ་གཞི་མ་ནི་བཤེས་གཉེན་བསྟན་པ་འདི། འདི་ལས་གལ་ཆེ་བ་མེད་དེ། རྗེ་རིན་པོ་ཆེ་ཀྱི་ར་ཡོན་ཏན་ཀུན་གྱི་གཞི་སྤྱི་དོན་ཅན་གྱི་ཡི་ཚུལ་བཞིན་བསྟན་པ་ལན་གཅིག་རྩ་བ་གི་གསུང་ལུང་འདི་རེད་ཀྱི་སྟེ་ཀུ་ཧུད་ཅག་གིས་ལྟ་ན། མ་ལྟོས་གོང་གི་ཡར་སྔོན་ན། ཡུལ་བོད་དཀར་ནག་གི་མགོ་རྔ་ཆོས་ནོར་ར་སྤྱོད་བཤད་ཤི་བ་ལས་ར་སྟོན་ཀུན་བཙན་གྱི་ཀུན་མི་ཆོག་ལས་གོས་ཅག་དེ་བས་ཞིང་ལས་དེ་རང་ཅག་ལ་འཇུག་དགོས་ན་དེ་འཇུག་ཤི་ཐལ་ཉག་ཅིག་ནི་བྱས་ཉེས་བསྟན་པ་ལས་བསྟན་ཉོ་དེ་གལ་ཆེ་ཡིན་འདི་དེར་ཉེ་བ་འདི་ཤེས་བཞི་གི་སྒོ་ནས་གོས་ཅག་བལྟ་དགོས་ནི་གོས་ཅག་བཙོན་པ་པོ། སྨན་པ་རྩ་བའི་འདུ་ཤེས་འཛིན་དགོས་ནི་རེད་རྩལ་ནུས་པའི་བརྟན་ཆོས་དེ་སྨན་གྱི་འདུ་ཤེས་འཛིན་དགོས་ནི་རེད་རང་རྒྱུད་ཀྱི་ཉོན་མོངས་དེ་ནད་ཀྱི་འདུ་ཤེས་བཟུང་ནས་ཉོན་མོངས་དེ་བསལ་བའི་ཕྱིར་དུ་ད་ལྟ་དགོས་ནི་རེད། དེའི་འདི་ཆོས་གསུམ་པོ་བའི་ཉེར་ལེན་འདི་གཞི་རང་དུ་གཉིས་པའི་རིགས་འདི་ཆོས་ཀྱི་ཀུན་སློང་བཞི་རེད་འདི་མོའི་འདུ་ཤེས་བཞི་གི་སྒོ་ནས་བལྟས་ན་ད་བྷེ་ཅཱ་དེ་ནི་དེ་ལྟ་ཁོ་བྷེ་ཅཱ་རྩོམ་པ་པོ་བསྟན་སྲིད་ཡིན་ན་དེས་དེ་ལ་ཐོག་མར་དག་པ་གཅིག་དགོས་ནས་འདིའི་སྐད་འདི་གའི་དག་པ་འདི་ཡིད་ཆེས་ཀྱི་དག་པ་རེད། དང་ཏོག་གི་ཆ་དེ་ནི། ཡིད་དུ་འོང་བའི་འབྲས་བུ་འདི་འཛིན་ན་གཟིགས་ན་རྣམ་སྨིན་འབྱུང་ནོ་འདི་ཡིད་ཆེས་ཀྱི་དག་པ་མེད་ཐོག་ནས་རེད། གཉིས་པ། གོས་ཆ་ལ་ཡིད་ཆེས་ཀྱི་དག་པ་དགོས་ནས་རེད། ཡིད་ཆེས་ཀྱི་དག་པ་དགོས་ནས།

གང་འདོད་འདོད་ཀྱི་བལྟས་ན་ཕན་མི་ཐོགས་ནོ། ཉེ་བར་བོད་སྐྱ་ཆེན་མོ་ཟིག་ལ་བལྟ་དགོས་ཀྱི་ཁྱི་ཁ་བལྟ་དགོས་ཀྱི་འདི་གི་ཐོག་ནས་རེད། རང་རྒྱུད་ལ་མ་འཆ་མ་མཐའ་ནས་དད་པའི་ས་འོས་པའི་མགྱོགས་ནས་བའི་བོད་སྐྱ་དེ་བལྟ་དགོས་ཀྱི་གནམ་དབྱངས་ཀྱི་འཇུག་ནོར་བོད་སྐྱ་ལ་བལྟ་མི་ཉན་གྱི་རེད་གནམ་དབྱངས་ལ།

དེ་ལྟ་གོ་ན་ད་དེ་ལྟ་བུའི་ཁོའི་ཅག་ད་གང་གང་ཡིན་ན་རེད་ཟེར་ན་ད་སུས་ཁོའི་གསུང་བའི་ཐན་སྐྱེད་པོ་ཡིན་ན་ད་ཡང་འུ་དུ་དང་ཚང་དེའི་བའི་དབང་གི། ད་རུང་ལུས་བགྱི་བ་དང་མ་བགྱི་བ་དང་ཅུང་ཙི་བགྱི་བ་གི་ཁྱད་པར་ཤོར་ནི་འུ་གི་ཁོའི་ཅག་ལ་དེ་གི་བར་གི་ཁྱད་པར་ཡོད་ནི་དེས་ན་འདི་གི་ནང་ནས་སྤྱི་བྱང་སྤྱི་ལ་རིམ།

བཀའ་དྲིན་གྱི་བསམ་པ་བསྟན་བཅོས། དེ་ནས་ངས་དེ་རིང་བལྟས་ནས་འོའི་རྒྱུ་ལ་ཐོས་ནས་འོའི་ཤེས་རབ་འདི་གི་རང་དང་གཞན་གཉིས་ཀ་ལ་ཀུན་ཆོད་ནོ་གི་བསམ་པ་འདི་སྐྱེ་གི་འཇུག་བྱུང། དེ་ནས་གོས་རྐྱ་འདི་ལ་བལྟས་ནས་རིང་གི་དྲིན་ཆེན་ཧ་མ་གི་དྲིན་ལན་འདི་ཚོ་ཐུག་ནོ་གི་བསམ་པ་ཅི་ལ་སྐྱེ་འགྱུར། སྔ་མ་ལྟར་མོ་གླིང་གི་གཞིས་བལྟས་ན། ད་ཁྱེད་ཉིན་ཚིག་ག་གོས་རྐྱ་ཚིག་ག་གཅིག་པུ་འདྲ་མ་བལྟས་ན་ར་གོས་རྐྱ་དོན་དོན་བསྟན་པའི་ལྟས་ཡག་འདི་ཅི་རེད།